རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཁ་སང་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་ཉིན་བོད་ཀྱི་རྒྱལ་ས་ལྷ་སར་འབྱོར་ནས་བོད་རང་སྐྱོང་ལྗོངས་ཟེར་བ་འགོ་འཛུགས་བྱས་ནས་མི་ལོ་དྲུག་ཅུ་ཕྱིན་པའི་མཛད་སྒོའི་ཆེད་དུ་ཡོང་བ་ཞིག་རེད་འདུག་ལ། དེ་རིང་མཛད་སྒོ་དངོས་གཞི་དེ་བོད་ཀྱི་རྒྱལ་ས་ལྷ་སར་སྤོ་ད་ལེ་བདུན་གྱི་འབྲས་བུ་དབྱུག་ཡལ་ཐང་དུ་འཚོགས་སོང། དེ་རིང་ནས་བརྩིས་པའི་མི་ལོ་དྲུག་ཅུ་རེ་ལྔའི་གོང་སྟེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་འབྲས་བུ་གཡུ་གའི་ཐང་དེར་བོད་ཆོལ་ཁ་གསུམ་གྱི་མི་མང་ནས་མ་གྲོས་བསམ་པ་གཅིག་མཐུན་གྱིས་རྒྱ་ནག་གཞུང་གི་བཙན་འཛུལ་ལ་ངོ་རྒོལ་བྱས་ཡོད། གཞི་རྩའི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་ནས་ལོ་ལྔའི་རྗེས་ཏེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར། རྒྱ་ནག་གི་ཆབ་སྲིད་ཀྱི་དགོས་མཁོར་དམིགས་ནས་ད་ལྟའི་བོད་རང་སྐྱོང་ལྗོངས་ཟེར་བ་དེ་གསར་དུ་བཟོས་པ་ཞིག་ཡིན་པ་དང། དེ་རིང་བོད་རང་སྐྱོང་ལྗོངས་ཟེར་བ་དེ་བཙུགས་ནས་ལོ་དྲུག་ཅུ་འཁོར་གྱི་ཡོད་སྟབས། བོད་ནང་དོ་དམ་དང་སྟངས་འཛིན་གྱི་འོག་འཚོགས་བཞིན་པའི་མཛད་སྒོ་དེར་ཞི་ཅིན་ཕིན་དང་མཉམ་དུ་རྒྱ་ནག་དབུས་ཆབ་སྲིད་ཅུས་ཀྱི་མཐོ་རིམ་དཔོན་རིགས། ཝང་ཧུའུ་ཉིང་དང་ཚའེ་ཆི་གཉིས་ཀྱང་སླེབས་ཡོད་པ་རེད། འོན་ཀྱང་དེ་རིང་འཚོགས་པའི་བོད་རང་སྐྱོང་ལྗོངས་དབུ་བརྙེས་པའི་མཛད་སྒོ་འདིའི་ཐད་ལ་དབུས་བོད་མིའི་སྒྲིག་འཛུགས་ཀྱིས་གཙོས་པའི་བཙན་བྱོལ་ནང་གི་ཉམས་ཞིབ་པ་དང་ལས་འགུལ་བ་ཚོས། རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ལ་འཁྱོག་བཤད་དང། བོད་ཀྱི་བདག་དབང་སོགས་ཀྱི་ཐད་ལ་ཁྲིམས་མཐུན་བཟོ་ཐབས་ཀྱི་འཁྲབ་སྟོན་ཞིག་ལ་ངོས་འཛིན་གནང་གི་འདུག། ད་བོད་རང་སྐྱོང་ལྗོངས་ཞེས་ཏེ་ད་ལྟ་རྒྱ་ནག་གིས་གཙོ་བོ་བྱས་པའི་གི་བོད་རང་སྐྱོང་རང་སྐྱོང་ལྗོངས་རེད། ད་འདི་འདི། བོད་ཀྱི་ས་ཁུལ་ཁག་དུམ་བུ་ཁག་བར་གཅིག་འགྲམ་བྱས་བྱས། འདི་འདི། ད་རྩ་བའི་གི་ད་འདི་མི་སེར་རིང་ལུགས་ཀྱི་གི་བསམ་བློ་ཞིག་རེད། མི་སེར་རིང་ལུགས་བསམ་བློ་ནང་ལོགས་ལ་དབང་ཆ་ཆེ་བའི་གི་ཆུང་བ། ཅིག། འཐབ་རྩོད་བྱེད་པའི་དགའ་སྡུག་ཙམ་པ་ཡིན་པས་ནི་རེད་བཙན་དབང་བྱེད་པའི་དགའ་སྡུག་ཙམ་པ་ལ། ཅིག། དབང་ཆ་སོ་སོའི་གི་བདག་དབང་དེ་དེ་དམ་འཛིན་བྱས་བྱས་དུ། ས་གནས་ཀྱི། གི་དེ་བགོ་བཤའ་རྒྱབ་བྱས་བྱས། དུམ་བུ་བཏང་བྱས་བྱས། ཅིག། ཅིག། ནང་ཁུལ་འཆམ་མཐུན་མ་ཡོང་བའི་དང་ད་ད་ལྟ་ཁོང་ཚོས་གི་མཐུན་འབྲེལ་མཐུན་འབྲེལ་བྱས་བྱས་ལབ་བསྡད་ཀྱི་ཡོད་རེད། མཐུན་འབྲེལ་མ་ཡིན་པ་དེ་དེ་ཁོ་རང་ཚོ་རང་གི་བཟོས་བའི་གི་དུམ་བུ་བཏང་བ་དེ་གནས་སྟངས་ཆགས་རུང་བ། བོད་ཆོལ་ཁ་གསུམ་དུས་དུམ་བུ་ཁག་མང་པོ་ཞུགས་བཏང་རེད། གཅིག་དེ་བོད་རང་བྱོན་ལྗོངས་གཅིག་ལབ། གཅིག་དེ་ལ་ཆིང་ཧའེ་གཅིག་ལབ། གཅིག་ལ་ཟི་ཁྲོན་ཡིན་ཟེར། གཅིག་དེ་ཡུན་ནན་ལ་གཅིག་སྤྲད། གཅིག་དེ་ཀན་སུའུ་ལ་གཅིག་སྤྲད་བྱས་ཐུབ་པོ་དེ་གས་བཏང་ཡོད་རེད། དེ་ཡོད་བསམ་པ་ལ་ད་ལྟ་དབུ་མའི་ལམ་ཆགས་བཞག་པ་ཡིན་ནས་ཀས་ང་རང་ཚོ་གས་གོ་དོན་གནང་རོགས་ལས། བོད་མི་རིགས་འདི་གཅིག་མཚུངས་ཡིན་པ་གཅིག་གྱུར་གྱི་རྣམ་པ་ཡིན་པ་དང། འདིའི་སྒང་ལ་འཛིན་སྐྱོང་གི་རྣམ་པ་གཅིག་གྱུར་ཅིག་དང་དགོས་ཡོད་ཀྱི་གནས་སྟངས་འདི་གི་ཐོག་ནས་ཡིན་པ་ཡིན་ན་གཅིག་སྒྲིལ་ཡོང་ཡ་ཡིན་པ་དེ་སྐྱ་སྤྱི་གཡའ་དམ་པ་རེད། ད་ལྟ་གཅིག་སྒྲིལ་མེད་པ་དེ་གི་གནས་སྟངས་ཐོག་ནས་ཡོང་གི་ཡོད་ཟེར་བ་གང་ལྟར་རྒྱ་ནག་གཞུང་གི་མི་སེར་རིང་ལུགས་ཀྱི་བསམ་བློའི་དེ་གི་ཐོག་ནས་བོད་རང་སྐྱོང་ལྗོངས་བཙུགས་བྱ་བ་བྱས་དེ་ཡང་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་བཙུགས་རེད་བཙུགས་བྱས་བྱས་ད་ལྟ་ཕན་ཆད་ད་ད་ལྟ་ཅིག་ཡག་པོ་ཡོང་གི་ཡོད་ཅིག་བཏང་གི་ཡོད་འབྱུང་གི་ཡོད་བྱས་བྱས་རྒྱ་གྲགས་བོད་གྲགས་བྱེད་བ་དེ་ཙམ་མ་རེད་བསམ། དངོས་ཡོད་ཀྱི་གནས་སྟངས་ཐོག་ནས་བོད་ནང་ལོགས་ལ་ཡིན་པ་ནས་ཀྱི། ད་ལྟ་ཞི་ཅིན་ཕིན་གྱིས་མར་སློབ་གསོ་རྒྱག་དུས་ཙམ་པ་ལ་ཡིན་པ་ནས་ཀྱི། རེད་པ། འགོ་ཁྲིད་ཚོ་ལ་རྒྱ་ནག་གི་འགོ་ཁྲིད། ད་ལྷས་ས་ལ་ཡོད་པའི་འགོ་ཁྲིད་ཚོ་ལ་སློབ་གསོ་ག་རེ་རྒྱག་གི་འདུག། རེད་པ། རྒྱ་ནག་སྤྱི་ཡོངས་ཀྱི་ཨ་ནི་སྐད་ཡིག་དེ་ལ་ཨ་ནི་དང་ལེན་བྱེད་དགོས་རེད་དཱ། འགན་བསྐུར་དགོས་རེད་དཱ། དེ་འདྲ་ཞིག་བཤད་ཀྱི་ཡོད་རེད། རེད་པ། དེ་ཡོད་ཙམ་པ་ལ་ད་བོད་ཀྱི་སྐད་ཡིག་ག་ལ་ག་རེ་ཆགས་ཀྱི་རེད་བས། བ། བོད་ཀྱི་སློབ་གྲྭའི་སླབ་གྲྭའི་ནང་ལ་བླུག་གི་རེད་ད་ཆ་པོ་པོ་ཏུ་ཏུ་རྒྱ་ནག་གི་གཞུང་གིས་བཙུགས་བཞག་པའི་སླབ་གྲྭ་དེ་ནང་བླུག་གི་རེད་ཟེར་རེད། སླབ་གྲྭའི་ནང་སློབ་ཁྲིད་ག་རེ་བྱེད་ཀྱི་ཡོད་རེད་བས། བ། དེ་གི་གནས་སྟངས་ཐོག་ནས་གང་ཅིའི་ཐོག་ནས་ལྟ་བ་ནས་ཀྱི་རྒྱ་ནག་གི་གཅིག་སྒྲིལ་དགོས་རེད། ཨ་ནི་བདེ་འཇགས་དགོས་རེད་མང་པོ་ཞུ་བཤད་དུ་ཡོད་ཀྱི་ཡོད་རེད་དེ། བོད་རང་སྐྱོང་ལྗོངས་ཙམ་མ་ཡིན་པའི་བོད་སྤྱི་ཡོངས་ལ་ཡིན་པ་ནས་ཀྱི། བ། བོད་ཀྱི་གཞི་རྩའི་ཐོབ་ཐང། འགྲོ་བ་མིའི་ཐོབ་ཐང་ཡིན་པ་ནི་རེད། ཆོས་དད་ཀྱི་ཐོབ་ཐང་ཡིན་པ་ནི་རེད། དཔལ་འབྱོར་གྱི་ཐོག་ནས་ཐོབ་ཐང་ཡིན་པ་ནི་རེད། གང་ཅིའི་ཐོག་ནས་བོད་པ་ལ་ཞན་པའི་གནས་སྟངས་ཆགས་ཀྱི་ཡོད་རེད། དཀའ་ངལ་ཞིག་འཕྲད་ཀྱི་ཡོད་པའི་གནས་སྟངས་ཆགས་ཀྱི་ཡོད། དེའི་ཐོག་ནས་རྒྱ་ནག་གཞུང་གིས་ད་ལྟའི་གི་ཅིག་སྲུང་བརྩི་ཞུ་བའི་ལ་སོགས་པའི་གི་འདྲ་ཆགས་ཆགས་བྱེད་པ་དེ་ཏག་ཏག་དེ་གི་མེད་པ་ཅིག། དངོས་ཡོད་ཀྱི་ཆ་ནས་བོད་དེ་བཙན་འཛུལ་བྱས་པའི་གི་ལུང་པ་ཞིག་རེད། རྒྱལ་རབས་ལུ་གུ་ཀྱི་ཐོག་ནས་བོད་དེ་རྒྱ་ནག་གི་མངའ་ཁོངས་མ་ཡིན་པ་ཞིག་གི་གནས་སྟངས་ཀྱི་ཐོག་ནས་ད་ལྟ་བོད་བཙན་འཛུལ་བྱེད་པའི་གནས་སྟངས་ཐོག་ནས་རྒྱ་ནག་གཞུང་ངོས་ནས་ཀྱི་བོད་ཀྱི་ཆོས་དང་རིག་གཞུང་སྐད་དང་གོམས་གཤིས་ཁོར་ཡུག་ལ་སོགས་པ་དེ་གཅིག་བདག་དབང་དགོས་བ་དང་རང་དབང་དགོས་བ་དང་བོད་མི་ཚོ་ལ་སྤྲད་དགོས་བའི་ཀྱི་ཐོབ་ཐང་དེ་གཅིག་རྩ་ཁྲིམས་ནང་ལས་ཀྱི་འཁོད་དེ་ཡོད་བ་དེ

ཡིན་ན་ཡང་འདི་གས་འགོ་བཙུགས་པ་ནས་མཇུག་མ་སྒྲིལ་བའི་བར་དུ་གཞུང་གི་བཀོད་སྒྲིག་བྱས་པ། གཞུང་གི་བཀོད་སྒྲིག་དེའང་ཧ་ཅང་གི་ནན་པོ་དང་མྱུར་པོ་དང་ལྗིད་པོ། མདོར་ན་དམག་མིར་བཀའ་གཏམ་དང་གཅིག་པུ་གཅིག་ཉར་རེད། ག་རེ་ཟེར་ན། ངས་དང་གོང་དུ་ཞུས་སོ་གང་ཉིས་སྟོང་གཅིག་ལོའི་སྐབས་དུས་དེར་བོད་ཞི་བས་བཅིངས་འགྲོལ་དང་ལོ་ལྔ་བཅུ་འཁོར་དུས་བརྩམས་པའང་ང་ཚོ་སྐབས་དུས་དེ་དག་ཧ་གོ་བ་རང་གནས་ཚུལ་དེར་ཆ་ཚང་ང་ཚོའི་འཛིན་གྲྭའི་ཕུག་ཏུ་ཕྱིན་བོང་བུ་དེ་ཆ་ཚང་ཕྱིན་མེད་པ་འདི་གཅིག་རེད། ད་དཔེར་ན། དེ་རིང་སློབ་བུ་ཐོབ་སྐྱ་གཅིག་ལ་ཡང་ད་སྐྱབས་མགོན་རིན་པོ་ཆེ་འདི་འདྲ་གཅིག་ཅེས་ཕེབས་ཡིན་ནི་རེད་བ། མི་དམངས་ཤོག་སེར་སུ་གཅིག་གིས་ལབ་དགོས་ཀྱི་ཡོད་མ་རེད་ཡིན་གཅིག་མིན་གཅིག་ཡོང་དགོས་སུ་དེ་འདྲ་བཀའ་གཏོང་ཁུལ་དང་དེ་འདྲ་ག་སྐད་ཆ་ཡོད་མ་རེད་དེ་ག་ཚང་མ་མི་དམངས་རང་ཁུལ་གྱི་སེམས་ནང་གི་དད་པ་དང་ཡིད་ཆེས་དགའ་ཞེན་བརྩེ་དུང་གི་ཐོག་ནས་འདི་ལ་མ་བོས་མགྲོན་དུ་སྐུ་ཕུལ་ཞིང་འདུས་ཡོང་བ་རེད་དཔེ་གལ་ཆ་ཚང་ག་རེད་ཟེར་ན་གཞུང་གཅིག་གིས་དཔེ་དེང་རབས་ཀྱི་ད་དཔེ་ཆབ་སྲིད་དང་དམག་དོན་དང་དཔེ་དེ་འདྲ་ཉེན་རྟོག་པས་བཀའ་རྒྱ་དྲག་པོ་གཅིག་གི་འོག་ནས་འཕེལ་རྒྱས་ལ་སྔོན་ཅི་རང་བཞིན། མ་འཛོམས་རང་འཛོམས། འདི་འདྲ་ཅེས་བྱ་བར་དེ་ཉིད་ངོ་བོ་དང་ཆབས་ཅིག་བེད་ལོག་ག་རེ་བཟང། ད་རྒྱ་ནག་གཞུང་གིས་གུས་འདུད་ཡིན་མིན་ནས་བོད་ནང་ལོགས་ལ་ཡང་དཔལ་འབྱོར་གྱི་ཡར་རྒྱས་བཏང་ཡོད། ཤེས་ཡོན་ཡར་རྒྱས་བཏང་ཡོད་ད་ག་རེ་ཡིན་མིན་ན་ཡར་རྒྱས་ཞོར་ཞིག་བཏང་ཡོད། ད་དམིགས་བསལ་དུ་ཁོང་ཚོ་ག་དག་ཅིག་བོད་ནང་ལོགས་ལ་ཡིན་པ་ཡིན་ན། ད་དེ་སྔ་དང་མ་འདྲ་ད་ལྟའི་ཆ་ལ་ཡག་ད་ཕྱི་ལོག་ན་ཡུལ་སྐོར་སྤྲོ་འཆམ་ཡོང་ཉེ། དེ་ཚོ་འདྲ་བོ་ཆ་བཤམ་ད་ད་བརྒྱ་ཆ་ཉིས་བརྒྱ་ཚུགས་ཀྱི་ཡར་ཕར་བྱས་ད་ག་འདྲ་བོད་ནང་ལོག་ཡར་རྒྱས་ཞི་བོ་ཞིག་བཏང་ཡོད་དེ་འདྲའི་གི་སྐད་ཅིག་བཤད་དེ་འོར་སོང་ད། དེ་ཚོའི་གི་ཐོག་ནས་ད་ཡང་སྙིང་བོད་དེ་ཡར་རྒྱས་ཀྱི་གནས་སྟངས་དེ་ག་འདྲས་ཞིག་བཏང་ཡོད་རེད། སྤྱི་བཏང་ཡར་རྒྱས་འགྲོ་གི་ཡོད་རེད་འཛམ་གླིང་ཚང་མ་ཡར་རྒྱས་འགྲོ་གི་ཡོད་རེད། དཔེར་ན་ང་སྔོན་མ་ནས་ཡིན་ན་རྒྱལ་པོ་ཡིན་ན་ཏང་གཞོན་ནས་འགྲོ་གི་ཡོད་རེད། ད་ལྟ་སྤྱི་བཏང་མི་མང་གཅིག་ལས་ཀ་བྱེད་ཀི་རེད་ན་མོ་སྐྲ་དང་སྦ་སྦག་ཞོན་ཏེ་འགྲོ་གི་ཡོད་རེད་དེ་ཡ་གྱི་རོ། དེ་མི་གཅིག་བཟོ་བ་མ་རེད་འཛམ་གླིང་ཚང་མ་ཡ་གྱི་འགྲོ་དེ་ཡོད་རོ། འོན་ཀྱང་རྒྱ་ནག་གཞུང་གི་འགྲོ་བ་མི་འཛམ་གླིང་ཚང་མ་ཡ་གྱི་འགྲོ་དེ་བ་དེ་སོ་སོ་བཟོ་བ་ཡིན་པ་དེ་གང་ལ་ཕར་འགྲེལ་བཤད་རྒྱག། དངོས་གནས་བྱས་ན་བོད་ཀྱི་གཡས་གཡོན་རྒྱ་ཁ་ཐུ་སོ་ལ་བལྟ་དང་དངོས་མ་རེད་ན་བོད་དེ

རྒྱ་མིག། སྤྱིར་བཏང་དུ་ར་རྒྱ་ཤོད་དགོས་ཆུ་ནང་བསྟོད་དང། བོད་དེ་དངོས་གནས་དྲང་ནས་ཡུལ་སྐོར་སྤྲོ་འཆམ་གྱི་ས་རྒྱན་ཞིག་རེད། འཛམ་བུ་གླིང་ཁ་ས་གང་ནས་མང་པོ་ཞུགས་ཞུགས་རེད། འོན་ཀྱང་ད་ལྟ་འཛམ་བུ་གླིང་དུ་ཡུལ་སྐོར་སྤྲོ་འཆམ་འོང་མཁན་ག་ཚད་འདུག་ཕལ་ཆེར་ཡོད་མ་རེད་ཀླད་ཀོར་རེད། དེ་མེད་པར་དེ་གི། བོད་ཀྱི་དེ་དབྱིངས་འདྲ་ཅིག་ཤོད་ནས་ཡོད། འཛམ་བུ་གླིང་ཡུལ་སྐོར་སྤྲོ་འཆམ་ཡོང་དོན་མེད་པ་རེད་མ་རེད། ད་ལྟ་ལ་དྭགས་ལྟ་དང་ལ་དྭགས་དུ་བོད་ཆུང་ཆུང་ཅིག་རོ། དེ་སུ་རེད་ད་འཛམ་བུ་གླིང་ཚང་མ་ད་ལྟ་ལ་དྭགས་དུ་དེ་སུ་འགྲོ་ཆོག་ཡོད་རོ་བོད་ནང་འགྲོ་ཐུབ་ཡོད་མ་རེད་དེ་བཞིན་སྔོན་མ་ག་ཚོད་ཡོད་རེད་ཟེར་ན་སྟོང་ཕྲག་ཁྲི་ཕྲག་ཡོད་རེད་འོན་ཀྱི་ད་ལྟ་སྐྱེས་ཡ་མེད་ཟེར་ན་ཕ་ཆེན་འདྲ་བོ་འདྲ་བོ་ཆགས་དུས་རེད་རེད་གཉིས་རེ་ཡོང་ཐུབ་ཡ་དེ་རྒྱ་མི་ཁོ་ཚོ་བདམས་ནས་ཁོ་ཚོ་དྲིལ་བསྒྲགས་བྱེད་དུ་ཡོང་བ་རེད་མ་གཏོགས་སྤྱི་སྟངས་ང་ཚོ་ཤེས་བདེ་བ་དགེ་འདུན་གྱི་ཡིག་སྐོར་སྤྲོ་འཆམ་ཟེར་ཡ་ཕ་ཆེན་ཡོད་མ་རེད་ཟེར་ན་ལག་ཆོད་རེད་ཨིན་ཇི་གཅིག་གཉིས་ལྷད་ཤ་པ་བརྒྱ་ཡོད་ཟེར་ན་དེ་གདེང་འདྲེན་ཞུ་བ་རེད། ཡུལ་སྐོར་སྤྲོ་འཆམ་པ་མ་རེད་གདན་འདྲེན་ཞུ་ན་དྲིལ་སྒྲགས་བྱེད་ཡ་རོགས་པ་བྱེད་ཡ་ཆེ་དེར། ད་ད་ད་ཡུལ་སྐོར་སྤྲོ་འཆམ་པ་མང་པོ་ཡོད་རེད་ཟེར་དེ་ཁོ་ཚོ་གྲངས་ཁ་གྲོངས་དེ་དེ་རྒྱ་མི་རེད། རྒྱ་མིའི་ཡུལ་སྐོར་སྤྲོ་འཆམ་པ་གང་མང་མང་ཅིག་རྒྱ་མིའི་བོད་ལ་ཡོང་ཡ་ཐ་ཤི་བྱེད་པ་ག་རེ་རེད་ཟེར་ན། དེ་ཡུལ་སྐོར་སྤྲོ་འཆམ་ཡོང་བ་མ་རེད་ཁོ་ཚོ་ཨུ་ཚུགས་རྒྱག་ན་ཡང། འབུད་ཆགས་རྒྱག་དེ་དེ་ག་རེ་རེད་ཟེར་ན་བོད་ནང་ལ་བལ་ཡིག་དེ་མེད་པ་བཟོ་ཡ་བལ་ཁི་མེད་པ་བཟོ་ཡ་རྒྱ་ཡིག་དེ་རིག་གཞུང་དང་རྒྱ་མིག་ཆུ་དང་རྒྱ་མིག་དཔལ་འབྱོར། དེ་བལ་དང་མཉམ་དེ་འདྲེས་ཡ་ཆེད་དུ

མཐར་ཐུག་དམིགས་ཡུལ་དེ་ག་རེ་རེད་ཟེར་ན། ཕྱི་རྒྱལ་ཡོང་བ་མ་བྱས་པ་དེ་བོད་ཀྱི་གནས་ཚུལ་དེ་ཕྱི་རྒྱལ་ལ་མ་བཤད་པ། དངོས་ཡོད་གནས་ཚུལ་ཕྱི་རྒྱལ་ལ་མ་ཆ་བ་བྱས་དེ་རེད། རྒྱ་མིས་མང་པོ་བཏང་སྟེ་ཨ་དེ་ག་རེ་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་དུ་གསོ་བྱས་པ། ཞེ་དྲག་གནས་ས་མེད་པ། རྒྱ་མིས་ཀྱི་སྐད་ཡིག་དང་རིག་གཞུང་དང་རྒྱ་མིས་དེ་ཚོ་ཚང་མ་འགེལ་ཐོ་བ། དེ་གི་དམིགས་ཡུལ་བཟུང་ནས་འགྲོ་བསྡད་ཀྱི་རེད་བསམ། དེ་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དྲུང་ཆེ་བསོད་ནམས་ཚེ་རིང་ལགས་ཀྱིས། ད་རེས་ཀྱི་མཛད་སྒོ་དེ་བརྒྱུད་རྒྱ་ནག་གིས་བོད་ཐོག་བདག་དབང་ཡོད་ལུགས་སྟོན་ཆེད་ཆབ་སྲིད་ཀྱི་དམིགས་ཡུལ་ངེས་ཅན་ཞིག་ཡོད་པ་གསལ་བོ་ཡིན་པར་བརྗོད་ཀྱི་འདུག། གཙོ་བོ་དེ་རེད་བྱས་ལ་ཁོ་རང་ཚོ་གི་ད་བོད་ཀྱི་གནད་དོན་དེ་གལ་ཆེན་པོ་ཡིན་པ། ཨེ་དེ་འདྲའི་འཛམ་བུ་གླིང་སྤྱི་ཡོངས་ལ་ཅིག་སྟོན་ཡ། གཉིས་ནི་བོད་ནང་ལོག་གི་བོད་མི་ཚོ་ཡིན་པ་ཡིན་ན་ཅིག་ཁོང་ཚོ་འཁྲབ་སྟོན་རང་གི་ཐོག་ནས་ཁོང་ཚོ་གི་བདེ་དོན་ལ་གཙོ་བོ་འཛིན་གི་ཡོད་པ་དེ་འདྲའི་གི་ཐོག་ནས་འཁྲབ་སྟོན་འགྲོ་བ་ཅིག་ལ་ངོས་འཛིན་བྱེད་གི་ཡོད། ད་ཁོང་ཚོས་དེ་འདྲའི་བྱས་བསྡད་བ་དེ་ཐེར་འདོན་བྱས་བ་ཅིག་ལ་ངས་གར་འདྲེས་ཅིག། ཐུང་གུ་དུ་ལུ་བདུད་བསམ་པ་ལ་ཁ་སང་རང་ང་ཚོ་གི་ཆབ་སྲིད་བཙོན་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་སྲིང་མོ་མགོན་པོ་སྐྱིད་ལགས་ཀྱི་གནས་སྟངས་དེ་ཕྱི་བསྒྲགས་བྱས་རྗེས་ང་ཚོ་ཚང་མ་གི་ཡོངས་གྲགས་ཧ་གོ་གོ་བ་རེད་དེ་མོ་རང་གི་བརྒྱུད་ནས་ད་ལྟའི་ཆ་ནས་ན་བོད་ནང་གི་ནི་གཅིག་གནས་སྟངས་དེ་ཛར་དྲག་ཡིན་པ་མི་སྲིད་དེ་ཡང་གཅིག་ལྷ་ས་རང་ལ་ཡིན་དེ་དུས་བསམ་པ་ལ་ཡང་ཕྱིས་ནས་ཁོང་ཚོ་གི་འཁྲབ་སྟོན་གི་ཐོག་ནས་ནི་བོད་རང་སྐྱོང་ལྗོངས་འཛུགས་སྐྲུན་གི་ཐོག་ནས་ཡར་རྒྱས་ཡོད་པ་མི་མང་བདེ་སྐྱིད་ཡོད་པ་གཅིག་སྟོན་གི་ཡོད་རེད་དེ་དོན་དངོས་སུ་བོད་ནང་གི་བོད་མི་ཚོ་གི་གནས་སྟངས་ཆབ་སྲིད་བཙོན་པ་ཚོ་གི་གནས་སྟངས། ནང་མི་སྤུན་མཆེད་ནང་ཐུགས་ཡ་མེད་པའི་གི་གནས་སྟངས་ཛར་ཛར་ཡིན་པ་དེ་ང་ཚོ་ངོས་ནས་ཡོངས་གྲགས་ཅིག་ཆགས་བསྡད་ཡོད་རེད་དེ་ཡོངས་གྲགས་ཡིན་པ་དེ་ང་ཚོ་ངོས་ནས་རང་དབང་ལོངས་སུ་བེད་སྤྱོད་བཏང་རྗེས་གང་དག་ཅིག་འཛམ་བུ་གླིང་སྤྱི་ཡོངས་ལ་དྲིལ་བསྒྲགས་བྱེད་དགོས་ཡ་དེ་ང་ཚོ་འགན་རེད་བསམ་བསྡད་ཀྱི་ཡོད་ལ་དེ་འབྲེལ་གི་གོ་སྐབས་བྱས་རྗེས་བོད་གཞོན་ནུ་ལྷན་ཚོགས་ནས་ཡིན་པ་ཡིན་ན་རྒྱ་ནག་ཕྱི་སྲིད་བློན་ཆེན་ཁ་ཚང་ཅིག་ལྡི་ལི་ལ་སླེབས་ཡོང་དུས་ངོ་རྒོལ་སྐད་འབོད་ཀྱི་ཐོག་ནས་འཛམ་བུ་གླིང་སྤྱི་ཡོངས་ལ་ཡ་བོད་ནང་གི་གནས་སྟངས་ཛར་ཛར་ཡིན་པ་དེ་དྲིལ་བསྒྲགས་བྱས་ཡ་རང་དེ་འདྲའི་གི་ཐོག་ནས་རྗེ་མི་གི་ད་ལྟ་གི་བོད་ནང་ལོགས་ལ་གི་དམ་དྲག་བྱས་བསྡད་ཡ་དེ་ཚོ་ལ་ངོ་རྒོལ་ཡོད་སུ་ལེ་བས་གི་དེ་འདྲའི་གི་ང་ཚོའི་ངོས་ནས་རྣམ་འགྱུར་དེ་སྟོན་དགོས་ཡ་གལ་ཆེན་པོ་ཡིན་དུས་དེ་ལ་བབ་པའི་གི་ཁ་ཚང་ངོ་བོ་སྐད་འབོད་གི་ཐོག་ནས་ལས་འགུལ་སྤེལ་ཡོད་རེད་ལ། གཞི་རྩའི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་ཧོར་སྐྱབས་མགོན་ཆེན་པོ་མཆོག་གིས་དབུ་ཁྲིད་པའི་བོད་གཞུང་དགའ་ལྡན་ཕོ་བྲང་གི་ངོས་ནས་བོད་ནང་རྒྱ་ནག་གི་དྲག་པོའི་དམག་འཐབ་མི་ཡོང་ཆེད་རྒྱ་ནག་གིས་དཔོན་རིགས་ལྷན་དུ་ཞི་བའི་ཐོག་ནས་གྲོས་མོལ་གནང་ཐབས་རིམ་པར་གནང་ཡོད་ཀྱང། དེ་ལས་ལྡོག་སྟེ་རྒྱ་ནག་གཞུང་གིས་བོད་ནང་དྲག་པོའི་བཙན་གནོན་གྱི་མཐའ་མ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བོད་མི་ཁྲི་ཚོ་མང་པོ་བཙན་བྱོལ་དུ་ཕེབས་དགོས་བྱུང་སྟེ། དུས་ད་ལྟ་ཡང་བོད་གཞིས་བྱེས་གཉིས་སུ་གྱར་དགོས་པའི་གནས་སྟངས་དེ་ཆགས་ཡོད་པ་རེད།